ཞག་གྲངས་དམར་ཤོག་ཚོགས་པ་བཙུགས་ནས་ལོ་བརྒྱ་འཁོར་བ་དེ་ལ་ང་རང་སྒེར་གྱི་ངོས་ནས་ངོ་རྒོལ་གྱི་ཆེད་དུ་བརྙན་འདི་བཟོ་གི་ཡོད། ད་དང་པོ་དེ། སྤྱིར་བཏང་ལོ་རྒྱུས་ཀྱི་ཐོག་ནས་བོད་དེ་རང་དབང་རང་བཙན་གྱི་རྒྱལ་ཁབ་ཅིག་ཆགས་ཏེ་ཡོད་རེད། ཡིན་ན་ལས་ད་ཞག་གྲངས་དམར་ཤོག་ཚོགས་པ་བཙུགས་ཚར་བའི་རྗེས་ལ་གཅིག་སྟོང་དགུ་བརྒྱ་བཞི་བཞི་བྱེད་དགོས་ལ་བོད་ལ་བཙན་འཛུལ་མགོ་བཙུགས་ནས་ད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ཀྱི་སྤྱི་ཟླ་ལྔ་བའི་ཚེས་པ་ཉི་ཤུ་གསུམ་ལ་རྒྱ་ནག་གི་བཙན་དབང་གི་འོག་ནས་གྲོས་མཐུན་དོང་ཚན་བཅུ་བདུན་ཟེར་ཡ་དེ་ལ་མིང་རྟགས་བཀོད་བཅུག་ནས་ད་ད་ལོར་ལོ་བདུན་ཅུ་འཁོར་གི་ཡོད་བ་དང། རྒྱ་ནག་དམར་ཤོག་ཚོགས་པ་བཙུགས་ནས་ལོ་བརྒྱ་འཁོར་གི་ཡོད་པའི་ཆ་ནས་ད་གནས་སྟངས་དེ་ཚོ་གཞི་རྩ་ལ་བཞག་བའི་ཐོག་ནས་ང་ཚོ་གིས་སྤྱི་ཟླ་ལྔ་བའི་ནང་ལོ་ལ་རང་བཙན་གྱི་གོམ་བགྲོད་ཅིག་བྱས་བ་རེད། དེརིང་ད་རྒྱ་ནག་དམར་ཤོག་ཚོགས་པ་ཚོགས་ཆེད་ནས་ལོ་བརྒྱ་སླེབས་ཡ་ལ་ད་ཉི་མ་གཅིག་མ་གཏོགས་མེད་པའི་ཆ་ནས་རྒྱ་ནག་དམར་ཤོག་ཚོགས་པ་ཚོགས་ནས་ལོ་བརྒྱ་འཁོར་བའི་གི་ད་ཉི་མོ་དེ་ལ་ང་ཚོ་རོང་ལུང་པ་ལ་ཡོད་ཉེན་གི་བོད་པ་ཚོང་དམག་གི་གོ་སྐབས་དེ་དམ་འཛིན་བྱེད་ཆེད་ནས་སྤྱི་ཚོགས་དྲ་ལམ་གི་ཐོག་ལ་ད་རྒྱ་ནག་དམར་ཤོག་གི་ནག་ཉེན་དེ་ཐེར་མདོང་བྱེད་ཆེད་ནས་འཛམ་བུ་གླིང་གི་ཐོག་ལ་རྒྱ་ནག་ལ་ངོ་རྒོལ་བྱེད་དགོས་བ་དེ་ད་ང་ཚོ་རོང་ལུང་པ་ལ་ཡོད་ཉེན་ཚོགས་གི་འགན་དང་གོ་སྐབས་ཅིག་ཆགས་དེ་ཡོད་རེད་དེའི་ཆེད་དུ་ངས་བརྙན་འདི་བཟོ་གི་ཡོད། དེ་ནས་རྒྱ་ནག་དམར་ཤོག་གཞུང་གིས་ད་ལྟ་བར་དུ་ག་རེ་བཤད་བསྡད་པ་རེད་ཟེར་ན། ཧ་ནི་ཀྲུང་གོ་གུང་ཁྲན་ཏང་མེད་པ་ཡིན་ན་བོུ་གསར་བ་མེད་པ་བོུ་གསར་བ་མིན་ན་བོུ་ལ་རང་དབང་དང་བདེ་སྐྱིད་ཡོད་མ་རེད་ལབ་ཀྱི་ནས་ཧམ་པ་བཤད་ཀྱི་ནས་ད་རྒྱ་ནག་དམར་ཤོག་གིས་ཧ་ནི་བོུ་ལ་རང་དབང་དང་བདེ་སྐྱིད་ཧ་ནི་འཛུགས་སྐྲུན་བྱས་ཡོད་བ་རང་དབང་དང་བདེ་སྐྱིད་ཁི་ཡོང་བ་ཁེ་ཧམ་བཤད་ཀྱི་བཤད་གི་ཡོད་རེད། དངོས་ཡོད་གནས་ཚུལ་གི་ད་དེ་བདེན་པ་མིན་པ་དེ་བོུ་ནང་ལོག་ལ་རྒྱ་ནག་དམར་ཤོག་གི་དབང་ལ་རང་དབང་དང་ཧ་ནི་བདེ་སྐྱིད་མེད་བ

ཁྱབ་པར་བྱེད་རོགས་གྱིས་འགྲེལ་བཤད་བྱེད་ཀྱི་ནི་སྐད་ཡིག་གཞན་དག་གི་ནང་ལ་འགྲེལ་བཤད་བྱེད་ཀྱི་བརྙན་དེ་གང་མང་མང་ཞིག་ཁྱབ་པར་བྱེད་རོགས་གྱིས་དེ་བཅས་ཞུ་གི་ཡོད། ད་ལྟའི་ཆ་ལ་ཤར་ཏུར་ཀི་སི་ཐན་གྱི་གནས་སྟངས་དེ་རྒྱལ་སྤྱིའི་ནང་ལོགས་ལ་འདི་འདྲའི་གི་དྲིལ་བསྒྲགས་དང་རྒྱབ་སྐྱོར་ཤུགས་ཆེན་པོ་རག་ཡ་གི་རྒྱུ་མཚན་གཙོ་བོ་དེ་ག་རེ་བྱས་ནས་ཆགས་ཏུ་ཡོད་རེད་ཟེར་ན། ཤར་ཏུར་ཀི་སི་ཐན་གྱི་ཚོགས་པ་དང་མི་སྒེར་རེ་རེས་ཀྱིས་ཤར་ཏུར་ཀི་སི་ཐན་ནང་ལོགས་ལ་བྱུང་ཕྱོགས་ཀྱི་ད་གོང་ལྟར་རྩེད་ནང་དང་དམ་དྲག་གི་གནས་སྟངས་དེ་ཚོ་སྐད་ཡིག་གཞན་པ་གི་ནང་ལོགས་ལས་ཁྱད་པར་བྱས་ནས་སྤྱི་ཚོགས་དྲ་ལམ་བེད་སྤྱོད་ཡག་པོ་གཏོང་ཐུབ་པའི་རྒྱུ་མཚན་དེ་གནས་སྟངས་ཆེ་ཤོས་བཅས་ཆགས་བསྡད་ཡོད་རེད། དེ་བཅས་དུས་ང་ཚོ་གིས་ད་ལྟ་ཁར་རྫོང་ལྷ་ས་ནས་གཏོང་འཇོག་གི་བརྙན་དེ་སྐད་ཡིག་གཞན་པ་གི་ཐོག་ལ་གང་མང་མང་ཅིག་ཁྱད་པར་བྱེད་ཆེད་ནས་རྒྱ་ནག་དམར་ཤོག་ཚོགས་པ་གཙོ་བྱས་ནས་ལོ་བརྒྱ་འཁོར་བ་དེ་ལ་ངོ་རྒོལ་བྱེད་རོགས་ཞེས་དེ་ཞུ་གི་ཡོད། དེ་དང་མཉམ་དུ་སོ་སོ་གིས་བརྙན་བཟོ་བྱས་ནས་ལྷག་པར་དུ་སྐད་ཡིག་གཞན་པ་ཤེས་མཁན་ཚོ་གིས་བརྙན་བཟོ་བྱས་ནས་རྒྱ་ནག་དམར་ཤོག་ཚོགས་པ་གི་ནང་མྱི་རྒྱ་ནག་གཞུང་གི་བོད་ལ་བཙན་གནོང་བྱེད་པའི་གི་དཀའ་ངལ་དང་སྡུག་བསྔལ་དེ་ཚོ་སྐད་ཡིག་གཞན་པ་གི་ཐོག་ལ་གང་མང་མང་གྱི་ཁྱབ་སྤེལ་དང་ནི་དྲིལ་བསྒྲགས་བྱེད་རོགས་བྱེད་བསྟེ་ཞུ་གི་ཡོད། ད་ད་ལྟའི་ཆ་ལ་ང་ཚོ་བཙན་བྱོལ་ནང་ལོགས་ལ་དངོས་གནས་གི་གནས་སྟངས་ཐབས་སྡུག་པོ་དེ་སྟབས་བདག་རམ་ས་ལ་ལ་དངོས་གནས་གྲོས་ཚོགས་ཚོགས་མ་ཐོབ་ཡག་ཁྲིམས་ཞིབ་པ་གསར་བ་བསྐོ་མ་ཐོབ་ཡག། ཁྲིམས་མཐུན་གྱི་ཁྲིམས་ཞབས་པའི་མེད་པ། ཁྲིམས་མཐུན་གྱི་བཀའ་ཤག་མེད་པ། བདེན་སྟོང་གི་སྲིད་སྐྱོང་ལ་ཁྲིམས་མཐུན་གྱི་དམ་པོར་བྱེད་ས་མེད་ཕྱོགས་ཀྱི་གནས་སྟངས་སྐྱོ་བོ་འདི་རིགས་ཅིག་ནང་ལོགས་ལ་བསྡུས་བཞག་རྒྱུ་དེ་ད་དགྲ་དགའ་སྙིང་དུ་ངོ་ཚ་དགའ་བའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་ད་ཁྲིམས་ཞབས་པ་ཟུར་པ་རྣམ་པ་གསུམ་དང་འོས་བསྡུ་འགན་འཛིན་དང་བདེན་སྟོང་གི་སྤྱི་འཐུས་རྣམ་པ་ཚང་མ་དང་བདེན་སྟོང་གི་སྲིད་སྐྱོང་ཁྱེད་རང་ཚོ་གི་ཁ་ཚོན་བོད་ཀྱི་རྒྱལ་ས་ལྷ་ས་ནས་བོད་པའི་བུད་མེད་ཅིག་གིས་ངུ་འབོད་བྱས་ནས་ཚོར་སྟོན་བཞག་རྒྱུ་གི་བརྙན་དེ་ལ་ཁྱེད་རང་ཚོ་གི་ཐེངས་མ་བརྒྱ་ཕྲག་བཅོ་ཕྲག་ཁ་ཤས་ལྟ་རྒྱུ་ནི་ཁྱེད་རང་ཚོ་གི་བསམ་བློ་ལ་འགྱུར་བ་ཐེབས་པ་ཆེ་ཁྲིག་ངོ་ཚ་ཡོད་བ་ཅིག་དགོས་གི་རེད་ཞུ་གི་ཡོད། བོད་ནང་ལོག་ལ་དགྲ་བོ་རྒྱ་ནག་གི་བཙན་གནོན་འོག་ལ་དེ་འདྲིག་གི་དཀའ་སྡུག་སྡུག་གྱོང་མནར་བཅུག་ཡོད་བ་ཡིན་ན་ལས་བླུས་གཏོང་བྱེད་ཅིག་ནས་བརྙན་བཟོ་བྱས་ནས་ད་ཚོར་སྟོན་ཡ་དེ་ཚོ་ག་རེ་བྱས་ནས་བཏང་གི་ཡོད་རེད་ཟེར་ན་གཞིས་ལུས་མི་མང་གི་རེ་བ་ཡིད་ཆེས་བྱེད་ས་དེ་ང་ཚོ་རང་དབང་ལུང་པ་ལ་ཡོད་ཉེན་གྱི་བོད་པ་ཚོ་ཡིན་པའི་ཆ་ནས་ལྷག་པར་དུ་རྡ་རམ་ས་ལ་ལ་ཡོད་ཉེན་གྱི་ཁྱེད་རང་ཚོ་ཡིན་གནད་ཡོད་མི་སྣ་ཚོ་མི་མང་གི་ཡ་འདེམས་རྒྱག་རྒྱུ་གི་སྲིད་སྐྱོང་དང་སྤྱི་འཐུས་རྣམ་པ་ཆགས་ཡོད་པའི་ཆ་ནས་ཁྱེད་རང་ཚོ་གི་ད་ཁྲིད་ངོ་ཚ་ཡོད་བ་ཅིག་བྱེད་ཅིག་ནས་ནང་འཁྲུག་རྒྱག་ཡ་དེ་མཚམས་བཞག་ཅིག་ནས། བར་སྐལ་ཚོགས་རྫོགས་ཀྱི་རྒྱལ་བའི་བཀོད་པར་འདོད་ལ་དམ་བཅའ་བཞག་སྔོན་གནས་རྒྱལ་བ་རིན་པོ་ཆེ་དེ་རྒྱུ་ལུས་མི་མང་ལ་བསྩལ་གྱི་ཡོད་ན་དེའི་རྗེས་ལ། འདེམས་ཐོན། སྤྱི་འཐུས་རྣམ་པ་ཚང་མ་གིས་བར་སྐལ་ཚོགས་རྫོགས་ཀྱི་འདུན་ལ་དམ་འབུལ་གནང་བྱས་ནས་ད་བོ་པ་དེ་རྡོག་རྩ་གཅིག་སྒྲིལ་གྱི་རྣམ་པ་ཅིག་བསྟན་བྱས་ནས་དགྲ་བོ་རྒྱ་ནག་གི་དམར་ཤོག་ཚོགས་པ་བཙུགས་བྱས་ནས་ལོ་བརྒྱ་འཁོར་བ་དེ་ལ་ངོ་རྒོལ་ཡག་ཤོས་དེ་ཆགས་ཀྱི་ཡོད་རེད་ད་གཞིས་ལུས་མི་མང་ལ་ང་ཚོ་གིས་རྔན་པ་ཡག་ཤོས་དེ་ཆགས་ཀྱི་ཡོད་རེད་དེ་ཕྱིར་རང་ཚོ་གིས་བསམ་བློ་གཏོང་རོགས་གྱིས་ངས་ཞུ་གི་ཡོད།

ཅོག་གྲོགས་པོ་དེ་མགྱོགས་འགྲིལ་རོགས་ཀྱིས་ཁྲིད་ངོ་ཚ་དང་གླེ་ལག་རྒྱ་ལེའི་རྒྱུ་འབྲས་ལ་བརྩི་གི་ཡོད་ན་གཞིས་ལུས་མི་མང་གི་དཀའ་སྡུག་ལ་བསམ་བློ་གཏོང་རོགས་གྱིས་ཞུ་གི་ཡོད་བདེན་སྟོང་སྲིད་སྐྱོང་ཡིན་པ་ཡིན་ན་ལས་ལྟ་སྲིད་སྐྱོང་གི་འུད་སྡུག་གི་དྲིལ་བསྒྲགས་ཀྱི་སྐབས་ལ་ནུས་པ་མཉམ་སྤུངས་རྡོག་རྩ་གཅིག་སྒྲིལ་སྲུང་བ་ནང་བཞིན་བོད་ནང་གི་གནས་སྟངས་ལ་ཞིབ་འཇུག་བྱེད་ཀྱི་ཡིན་སྲུང་བ་ནང་བཞིན་ཕར་ཞིབ་འཇུག་བྱེད་ཁར་འགྲོ་མ་དགོས་པར་ཚོར་སྙིང་སྐོར་བཞག་རྒྱུ་དེ་ལ་ཡག་པོ་གྱིས་གཟིགས་གྱིས་ནས་ལྟ་ནུས་པ་མཉམ་སྤུངས་དང་རྡོག་རྩ་གཅིག་སྒྲིལ་གྱིས་དབུ་ཆེ་ཁྲིད་གནང་རོགས་གྱིས་ངས་འབོད་སྐོར་ཞུ་གི་ཡོད།

དྲ་ཇག་གིས་དུས་རབས་དེའི་ནང་ལོགས་ལ་ང་ཚོ་གིས་དྲ་ཇག་དེ་བེད་སྤྱོད་ཡག་པོ་ཅིག་གཏོང་མ་ཐུབ་ན་དྲ་ཇག་གི་འོག་ལ་མགོ་སྐོར་ཐེབས་ཡག་གི་ཉེན་ཁ་ཆེན་པོ་ཞི་བོ་རེད། ད་ལྟ་བོད་པ་མང་པོ་ཅིག་མགོ་སྐོར་ཐེབས་འགྲོ་གི་འདུག་ད་ངས་ད་ལྟ་དེའི་སྐོར་ལ་ག་རེ་ཤོད་ཡ་ལ་ན་དཔེར་ན་བོད་ནང་ལོགས་ནས་ད་ཉེ་བའི་ཆ་ལ་འཇམ་དབྱངས་ཚེ་རིང་ལགས་ཅིག་གིས་དབྱིན་ཇིའི་སྐད་ཀྱི་ཐོག་ནས་དྲ་ཇག་ཅིག་བཟོ་གི་འདུག YouTube བཟོ་གི་འདུག་ད YouTube དེ་བཟོ་ཡག་གི་གནས་སྟངས་འདྲ་བོ་དེ་ང་རང་གིས་ཕར་བལྟ་བསྡད་པའི་སྐབས་ལ་ད།

ཉི་མ་རྟག་པར་བསྐོར་བ་དང་འཆོམ་རྒྱལ་དང། ད་དེ་སོགས་ལ་འགྲོ་ཡག་གི་རང་དབང་ཡོད་བ་ནི་རྦད་དེ་བདེ་སྐྱིད་ཡོད་བ། ཞི་བོ་ཡག་པོ་ཇི་བཟོས་འདུག་བ་བརྙན་དེ་ནང་ལ་ལྟ་དངོས་ཡོད་གནས་ཚུལ་ལ། ལོ་སར་གྱི་དབྱིན་ཡོང་ལ་ནི་བོད་ཀྱི་གཞུང་ཞབས་ཟུར་པ་དེ་སོ། འཆོམ་རྒྱལ་ལ་འགྲོ་ཡག་གི་ད་གནས་བ་མེད་བ་གི་གནས་ཚུལ་བཙན་བྱོལ་ནང་ལོ་ལ་ཚོད་སླེབས་ཡོད་རེད་གནས་ཚུལ་དེ་སོ། དངོས་ཡོད་གནས་ཚུལ་ད་ལྟ་བོད་ཀྱི་གཞུང་ཞབས་ཟུར་པ་དེ་སོགས་ལ་ནི།

གང་ལྟར་དེ་དང་མཉམ་དུ་ཁྱེད་རང་ཚོ་གིས་དེའི་བར་ལ་མཆན་ནང་ལོགས་ལ་ག་རེ་བྲི་དགོས་ཟེར་ན་དངོས་གནས་ཚུལ་དེ་དང་མ་མཐུན་ཡང། བོད་ནང་ལོགས་ལ་རང་ལུས་མེར་སྲེག་བརྒྱ་དང་དྲུག་ཅུ་ལ་ཉེ་བ་གཏོང་དགོས་ཀྱི་གནས་སྟངས་ག་རེ་བྱས་ནས་བྱུང་བ་རེད་རེད་བ། དངོས་གནས་ཀྱི་གཞུང་ཞབས་ཟུར་པ་དེ་ཚོ་ལ་ཆུ་དོན་རང་མེད་བ་གི་གནས་སྟངས་དེ་ཚོ་འོག་ལ་མཆན་བྲི། ཡང་མིན་ན་ཁོ་རང་གི་བརྙན་དེ་བརྒྱུད་པར་བྱེད་ཀྱི་ཡོད་ན་དེ་བརྒྱུད་པར་བྱས་བ་དང་མཉམ་དུ་ཡིན་གཅིག་མིན་གཉིས་བོད་ནང་གི་དངོས་གནས་སྟངས་དེ་འབྲི་ཤེས་རྒྱབ་བྱས་ནས་བརྙན་དེ་བེད་སྤྱོད་གཏོང་དགོས་ཀྱི་རེད་མ་གཏོགས་ཁོ་ལ་རྒྱབ་སྐྱོར་བྱེད་བཞིན་ནས་ཁོ་རང་གིས་ག་རེ་བཟོས་བ་དེ་ག་རང་ལ་ཆ་བཞག་བྱས་ནས་དྲིལ་བསྒྲགས་བྱས་བསྡད་བ་ཡིན་ན

དེ་སོགས་འདྲ་བོ་ཆགས་ཡོད་ན་ངས་བལྟ་ན་རྒྱ་མིའི་དྲིལ་བསྒྲགས་རང་ཆགས་ཀྱི་འདུག་དེ་བྱེད་དུས་དེ་སོགས་ལ་ང་ཚོ་མགོ་སྐོར་མ་ཐེབས་པ་དགོས་ཡ་དང་དེ་སོགས་ཀྱི་ངོ་དེབ་དེ་སོགས་ཁྱེད་རང་ཚོ་གི་བཤེར་བྱས་པ་ཡིན་ན་བཤེར་བྱས་པ་དང་མཉམ་དུ་གནས་ཚུལ་གཞན་པ་བོད་ནང་ལ་རུ་ལིན་མེ་སི་ག་རེ་བྱས་ནས་བཏང་དགོས་ཀྱི་ཡོད་དེ་སོགས་ཀྱི་དྲི་བ་དང་མཉམ་དུ་ནི་ང་ཚོ་གི་སྤྱི་ཚོགས་དྲ་ལམ་དེ་སོགས་བེད་སྤྱོད་གཏོང་ཐོབ་དགོས་ཀྱི་རེད་མ་གཏོགས་རྒྱ་མིའི་ཚོར་ང་ཚོ

ང་ཚོ་བཙན་བྱོལ་རང་དབང་ལུང་པ་གིས་རང་དབང་གི་གསར་འབྱོར་བརྒྱུད་ལམ་སྤེལ་ནས་ཀུན་གླེང་དེ་སོགས་འདྲ་བོ་ཆ་བཞག་པའི་ནི་ལ་བོའི་ནོར་ལོག་ནི། གཅིག་ཐམས་ལམ་གཞན་པ་བརྩེགས་བྱས་ནས་དྲ་རྒྱ་གིས་ད་གནས་ཚིག་མཐོན་པོ་ཡོད་ཉེས་དེ་སོགས་ཀྱི་བེད་སྤྱོད་གཏོང་ཐོབ་འདུག་མ་གཏོགས། སྤྱིར་བཏང་ང་ཚོ་དྲ་ལམ་ན་ནམ་རྒྱུན་ནོར་གཞི་ཐད་ཀར་བེད་སྤྱོད་གཏོང་ཐུབ་ཡག་གི་རང་དབང་ཡོད་མ་རེད་གནས་སྟངས་དེ་ཆེད་དུ་དེ་སོགས་ང་ཚོ་ཧ་གོ་དགོས་པ་དེ་གལ་ཆེན་པོ་ཞེ་བོ་གཅིག། ཆགས་ཀྱི་ཡོད་རེད། རྒྱ་ནག་དམར་ཤོག་གིས་ང་ཚོ་མགོ་བསྐོར་ཡག་དེ། ཧ་ཅང་གི་སྤྱང་གྲུང་འདི་འབའ་ཅིག་མགོ་སྐོར་གཏོང་གི་ཡོད་དུས་ང་ཚོ་དེའི་མགོ་སྐོར་གི་འོག་ལ་མ་ཚུད་པ་དགོས་ཡག་དེ། གལ་ཆེན་པོ་ཞོད་ཅིག་ཆགས་ཀྱི་ཡོད་པའི་ཆ་ནས། ཨ་ནི་ང་ཚོ་གི་སྤྱི་ཚོགས་དྲ་ལམ་དེ་བེད་སྤྱོད་གཏོང་གཏོང་དེ་མ་ནོར་བ་ཅིག་དགོས་ཡག་དང་ལྷག་པར་དུ། དགྲ་བོ་གི་གཡོ་སྒྱུ་གི་མགོ་སྐོར་འོག་ལ་མ་ཚུད་པ་དགོས་ཡག་དེ། གལ་ཆེན་པོ་ཞེ་བོ། འདོགས། ངས་དེ་གོ་རྟོགས་སྤེལ་ཡག་རང་གི་ཆེད་དུ། ཞོད་བསྡད་ཀྱི་ཡོད། ད་ད་ལྟ་དཔེར་ན་ཆ་བཞག་པ་ཡིན་ན། སྤྱིར་བཏང་ཕྱི་མའི་དབང་མོ་ལ་ཡ་དེ་ཚོ་བོད་ལ་ཤ་ཞེན་ཡོད་མ་རེད་ངས་རྩ་བ་ཉིད་ནས་ཤོད་ཐུབ་ཀྱི་མེད་བོད་ལ་ཤ་ཞེན་ཡོད་མིན་ཅེས་ཅི་ནས་ཡིན་ཆོག་གི་རེད། ཡིན་ན་མོ་རང་གི་ངོ་དེབ་བེད་སྤྱོད་གཏོང་ཡག་གི་ལས་རིམ་ད་ཅིག་དཔེ་ཀློག་གི་ལས་རིམ་དེ་ཚོ་བེད་སྤྱོད་ཡོད་ཆོག་གི་རེད། གཞན་པ་ད་ལྟ་ཅིག་ས་ཆ་མང་པོ་བཅས་ལ་འགྲོ་བྱས་ནས་ས་ཆ་གི་གནས་སྟངས་མང་པོ་བཅས་དྲིལ་བསྒྲགས་བྱས་བསྡད་ཡ་དེ་ཚོ་རྒྱ་ནག་རང་གི་དྲིལ་བསྒྲགས་ཆགས་བསྡད་ཀྱི་འདུག་དྲན་གྱི་འདུག

གནས་སྟོང་མང་པོ་ཅིག་བོད་ནང་ལ་བསྡད་ཉིན་ལ་རང་དབང་མེད་པའི་ཐོག་ནས་ད་རྒྱ་ནག་གིས་བཙན་པོ་བྱས་ནས་སྒྲུབ་བཅུག་གི་ཡོད་རེད་ཡིན་ན་ཚད་ལྡན་སྒྲོལ་མ་འདྲ་བོ་ཆགས་ཤིག་ན་མི་ཚེ་ཆ་ཚང་གུང་ཁྲན་ཏང་ལ་རྟོག་པ་གཏོང་བྱས་ནས་བསྡད་པ་རེད་དེ་བྱེད་དུས་ཚད་ལྡན་སྒྲོལ་མ་ལ་འདྲ་བོ་ཆགས་ཤིག་ན་ང་ཡིན་ན་བསམ་ཤེས་བྱེད་ཡ་དང་གུ་ཡངས་བྱེད་ཡ་གང་ཡང་མེད་རྒྱུག་ཁྱི་དང་རྒྱར་ཚང་བ་རང་ལ་ངོས་འཛིན་བྱེད་ཀྱི་ཡོད་ད་ཁྱི་མི་ཨང་མང་འདྲ་བོ་ཆགས་བཞག་པ་ཡིན་ན་ངའི་མི་ཚེ་ཆ་ཚང་མོ་རང་ག་འདྲི་བྱས་ནས་ཡིན་པ་ངས་ཧ་གོ་གི་མེད་ཡིན་ན་ལས་མོ་རང་གི་ངོ་དེབ་ཀྱི་དྲིལ་བསྒྲགས་དེ་ཚོ་ལ་ང་རྩ་བ་ཉིད་ནས་རྒྱབ་སྐྱོར་མེད་མཐའ་གཅིག་ཏུ་ངོ་རྒོལ་ཡོད་ཟེར་ཏེ་ངོས་ལེན་མེད། དེ་རིང། ད། ཕྱི་མའི་དབང་མོ་གི་བཟོ་འདྲ་བོ་ཚད་ལྡན་འགྲོ་དམངས་ཀྱི་བཟོ་འདྲ་བོ་ལ། ད། མི་ཁ་ཅིག་ལ། གུང་ཁྲན་ཏང་ཚོགས་ཀྱིས་ནི་ལོ་བརྒྱ་འཁོར་བ་དེ་ལ་གཟེངས་རྟགས་སྤྲད་རྒྱུ་དེ་ལ་ངོ་རྒོལ་ཡོད་ཞུ་གི་ཡོད། དེ་བྱེད་དུས་དེ་ཚོ་ལ་རྩ་བ་ཉིད་ནས་རྒྱབ་སྐྱོར་མེད་ཟེར་ཏེ་གསལ་པོ་བྱས་ནས་ཞུ་གི་ཡོད།

དེ་བོད་མི་རིགས་ཀྱི་སྤོབས་པ་དང་གཟི་བརྗིད་ཀྱི་ཆ་དེ་གོ་རེད་ད་ལྟའི་ཆ་ལ་ད་གུང་ཁྲན་ཏང་གི་དགྲ་བོ་གི་དར་དམར་ཚོགས་ཁྲག་གི་ཚུལ་འཆོས་གི་འཕྲེད་དར་དམར་བོ་དེ་འདྲ་ད་པོ་ཏཱ་ལགས་ཀྱི་རྩིག་ལྡེབས་ལ་དགར་བ་དེ་དེ་བོད་མི་རིགས་ལ་བཙན་གནོང་དང་དམའ་འབེབས་མཐོང་ཆུང་ཁྱད་གསོད་ཆགས་ཡོད་པའི་ཕྱིར་དེ་ལ་མཐའ་གཅིག་ཏུ་ངོ་རྒོལ་གཞུག་མདོར་བསྡུས་ན་རྒྱ་ནག་དམར་ཤོག་ཚོགས་པ་བཙུགས་ཕྱི་ནས་ལོ་བརྒྱ་འཁོར་བ་གི་རིན་གོང་ལ་རྒྱ་མི་རིགས་འདྲ་བོ་ཆ་བཞག་བཞག་པ་ཡིན་ན་ལས་ཁྲི་བཞི་བརྒྱ་བཞི་བཅུ་ལྷག་ཅིག་བསྲེགས་ཡོད་རེད། དེའི་ནང་ལོགས་ལ་མ་རྩིས་པར་བོད་པ་ས་ཡ་གཉིས་ལྷག་ཅིག་བསད་ཡོད་པའི་ཆ་ནས་གུང་ཁྲན་ཏང་དམར་ཤོག་ཚོགས་པ་དེ་འགྲོ་བ་མི་གི་དགྲ་བོ་ཞི་བདེ་གི་དགྲ་བོ་རང་དབང་གི་དགྲ་བོ་ཡིན་པའི་ཆ་ནས་མཐའ་གཅིག་ཏུ་ངོ་རྒོལ་ཡོངས་སུ་ཞུ་གི་ཡོད།